དེ་རིང་ཕྱི་ཚེས་གསུམ་དང་བཞི་གཉིས་ཀྱི་ཉིན་གཉིས་ཀྱི་རིང་ལ་དབུས་སྣེ་ལེན་ཁང་གི་འཛིན་སྐྱོང་ལྗོངས་བསྡུར་བརྟན་ལྷིང་ཁང་དུ་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་གོ་སྒྲིག་གི་འོག་ནས་བོད་ཀྱི་ཉམས་ཞིབ་ཀྱི་ཚོགས་འདུ་ཐེངས་བཅུ་གཅིག་པ་དེ་དབུ་འཛུགས་གནང་སོང། ད་ལྟ་ན་གཞོན
ཉམས་ཞིབ་པ་དེ་ངེས་པར་དུ་དགོས་པ་ཞིག་དང་མེད་དུ་མི་རུང་བ། ད་འདི་འདྲའི་གི་ཉང་གཞིས་པ་འདི་ག་བཟོ་བར་ད་ག་ཚོད་མང་མང་ཡོང་ཐུབ་དགོས་དཔེ་གལ་ཆེན་པོ་རེད་བསམ་གི་ཚུལ་འདི་འདྲའི་གོ་སྒྲིག་བྱས་ཡག་དང་ད་འདི་འདྲའི་ཡོང་ཡག་གི་ཕྱི་ནང་གི་ཆ་ཆེན་དེ་ཚོ་བྲལ་ཏེ་བསྐྲུན་དགོས་ཡག་འབྲེལ་ཡོད་ཚོས་གལ་ཆེན་པོ་ཞིའོ་ཅི་ད་ཉང་གཞིས་བྱས་གི་སྡེ་ཚན་ནང་ལོག་ལ་ལོ་རྒྱུས་དང་རིག་གཞུང་ད་རིག་གནས་བརྡ་སྤྲོད་སྐོར་དང་ཆབ་སྲིད་དང་བོད་ཀྱི་ཆབ་སྲིད་འདི་འདྲ་ཡོང་གི་འདུག་ད་འདི་ཚོ་བྲལ་ཏེ་ལ་ང་ཚོའི་ཉང་གཞིས་མ་འདང་པའི་དཀའ་ངལ་འདི་ཆེན་པོ་ཞིའོ་ཅི། ཞེས་པ་ཏིང་ངེ་འཛིན་གང་ལགས་དེ་ཚོ་ལ་མྱང་གཞི་བྱས་ནས་ཞེས་མྱང་གཞི་ཐིག་བཞིན་པ་བྱས་ནས། བདག་གིས་ཞུས་པ་ན་ཞེས་བོད་ཀྱི་བརྡ་སྤྲོད་པ་ཡིན་ན་བརྡ་སྤྲོད་པའི་སྒྲུང་གཞི་དང་གསལ་བ་ཅི་ཡང་ལོང་ལྐུགས་འདུག་ཟེར་ད་ལྟའི་ད་ལྟའི་གནས་སྐབས་ལ་ཚངས་པ་བེ་ཅའི་སྟོང་འདི་པོ་ཡོད་དེ་བས་དེ་འདྲའི་ཆེ། དག་སྣང་གཞན་གྱི་རྗེས་རབས་ཐོག་ནས་ཡིན་ན་རེ་ཚང་མ་གལ་ཆེན་པོ་ཤི་རག་ཐུང་ཁུ་དུ་ཧ་ལས་པའི་གལ་ཆེན་པོ། མ་འོངས་པའི་གཞོན་སྐྱེས་ཚོས་ད་ཐུགས་སྣང་གནང་དགོས་ཡས་གཙོ་བོ་ཅི་དེ་གར་སོ་ད་ང་རང་ཚོས་ཀྱི་བོད་ཀྱི་རྩ་བ་ག་རེ་རེད་ཟེར་གྱི་བོད་ཀྱི་རྩ་དོན་ག་རེ་ལ་ཐུག་བསྡད་པ་རེད་ཟེར་དང། བོད་མི་རིགས་འདི་གནས་པ་ལ་ག་རེ་ག་རེ་དང་ངེས་པ་དང་གནས་དགོས་པ་ཟེར་དེ་ཚོ་བྲལ་ཏེ་དགོངས་པ་བཞེས་དགོས་གལ་ཆེན་པོ་ཆགས་ཀྱི་རེད་བསམ་འདུག་དེ་ཚོ་བྲལ་ཏེ་དགོངས་པ་བཞེས་པ་ཡིན་ན་ནི་ད་ལྟའི་ཉང་གཞི་སྡེ་ཚན་དེ་ཚོ་བྲལ་ཏེ་ད་རང་གཞན་གྱི་སྒོ་མ་འཇུག་རང་འཇུག་ཅིག་ཆགས་ཀྱི་རེད་བསམ་གྱི་འདུག་ལགས། སྲིད་ཇུས་ཉམས་ཞིབ་ཁང་གི་ད་ལྟ་ང་ཚོ་འབྲེལ་མཐུད་པ་གསུམ་པོ་ནང་བཞིན་རེད། ཉིས་སྟོང་བཅོ་ལྔ་ནང་འགོ་འཛུགས་གནང་འདུག་བ། ད་ལྟའི་གཙོ་བོ་དེ་ང་ཚོ་བོད་པའི་ན་གཞོན་ད་ལྟ་འབུམ་རམས་པ་བྱེད་བཞིན་པ་དང་ཨ་ནེ། ཉེ་བའི་གཙུག་ལག་རམས་བྱམས་པ་བྱེད་བཞིན་པ་དེ་བཅས་ལྟ་བུའི་ཚུར་གཟུགས་ཀྱི་ཉམས་བཞེས་ཀྱི་ལས་དོན་ཐོག་ལ་ཡིན་ཨིན་ཡོད་པ་དེ་བཅས་ད་ལི་ད་ང་ཚོ་སྡིངས་ཆ་སྤྲོད་ཡ་གཅིག་རེད། ཨ་ནེ་མ་འོངས་པར་དེ་བཅས་དེ་ཐོག་འདང་ངེས་ད་གིན་ཞུས་པ་ནང་བཞིན་རེད་ང་ཚོ་བོད་པའི་རྩ་དོན་དང་བོད་པའི་ཆོས་དང་གི་རིག་གཞུང་དེ་བཅས་ཀྱི་ཐོག་ལ་ཡ་ད་བརྗོད་གཞི་སྣ་ཚོགས་བརྗོད་བར་བ་དེ་བཅས་ཐོག་ལ་ཉམས་བཞེས་བྱེད་བཞིན་ནས་ད་གཙོ་བོ་དེ་ང་ཚོ་བོད་པའི་གི་རྩ་དོན་རྒྱ་བོད། དཀའ་རྙོག་དེ་སེལ་ཡ། ཨ་ནི་རྒྱ་ནག་གཞུང་གིས་བོད་བོད་ཀྱི་གནད་དོན་ཐོག་ལ་འཁྱོག་བཤད་མང་པོ་བྱས་དེ་གས་དེ་དག་ང་ཚོས་དངོས་གནས་རྒྱུ་མཚན་དང་ལྡན་པ་ཁུངས་ལུང་དང་ལྡན་པའི་ཐོག་ནས་ཡ་ཨ་ནི་རྒྱལ་སྤྱིའི་ནང་ལ་ཡ་ང་ཚོ་གིས་ཁ་གྲགས་ཐུབ་ཡ་ཅིག་ལྟ་དེ་གས་དེ་ཐོག་ལ་དཔྱད་རྩོམ་ཡིན་ན་རེད་རེད་བ། དེ་གས་ཐོག་ལ་ཡ་ཅིག་སོ་སོས་ཀྱིས་བྲིས་དགོས་ཡ་ག་རེ་ཡོད་པ་ནི་དེ་གས་ཐོག་ལ་ལྟ་ཤུགས་རྒྱག་དགོས་ཡ་ཅིག་དེ་འདྲའི་ཅིག་ལ་ངས་གནད་འགག་མཐོང་གི་འདུག་ལྟ་དེ་ང་ཚོ། ཕྱོགས་མཐའ་ཁག་མང་པོ་ཅིག་ནས་ཕེབས་ཀྱི་ཡོད་རེད། གར་སོ་ཡོད་སྦེང་ལོར་དང་འདྲ་ང་ཚོ་ཏཱ་ལི་ལཱ་མ་ཀོ་ལེས་མཐོ་སློབ་ནས་རེད་ད་ནི་སི་ཝར་ནཱ་སི་མཐོ་སློབ་ནས་རེད། ཁ་ས་ཁར་ཕེབས་དེ་གིས་དེ་ལ་ད་ང་ཚོའི་སྲིད་བྱུས་ཉམས་ཞིབ་ཁང་ནས་སྡིངས་ཆ་བསྐྲུན་ཡང་བྱས་རེད་སྡིངས་ཆ་བསྐྲུན་ཡང་མ་འོངས་པ་དེ་གིས་དེ་ད་ང་ཚོ་རིགས་གཅིག་རྐང་འཛིན་བཟོ་སྒྲོག་བྱེད་རེ་བ། དེ་འདྲའི་ཐོག་ལ་ཤུགས་རྒྱབ་ཐུབ་ན་བསམ་པའི་ང་ཚོ་རེ་བ་ད་ནས་བཞིན་མ་འོངས་པ་ལ་སུད་སུད་ཀྱི་འདུན་པ་ཡོད་པས་ན་སྲིད་བྱུས་ཉམས་ཞིབ་ཁང་ནང་ལ་ཡང་ཅིག་རྫུན་བྱེད་བྱེད་ནས་ཨ་ནི་ཡང་བོད་མིའི་སྒྲིག་འཛུགས་དང་ཐད་ཀར་འབྲེལ་བ་ཡོད་པའི་ཐོག་ལ་ཡང་ཉམས་ཞིབ་བྱེད་འདོད་ཡ་གི་ད་རེ་བ་འགྲོ་བ་དེ་འདྲའི་ཅང་བྱེད་ནས་ད་སྡིངས་ཆ་བསྐྲུན་ཐུབ་པ་དེ་ད་ང་ཚོ་གལ་ཆེ་ཤོས་རེད་བསྒོ་འཛིན་ཞུ་ཡོད་ཞེས། ལ་ང་ཚོ་བོད་ཀྱི་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་བཅུ་གཅིག་འདིའི་ངང་ད་ལོ་ཆ་མཚོན་པའི་མི་སྣ་ས་གནས་ཁག་བཅུ་ནས་ཚོགས་བཅར་བ་ཉིས་ས་དྲུག་ལས་ཡོད། ལའང། ཉིས་བརྒྱ་དྲུག་སླེ་སྐྱོ་དེའི་མཚམས་ནང་ནོར་ནས་བཅུ་གཉིས་འབུམ་རམས་པའི་སློབ་ཆུང་བྱེད་བཞིན་པ་བྱས། གསུམ་འབུམ་རམས་པ་ཐོན་བཞིན་པ་བྱས། དེ་བྱིངས་མཚམས་ལོ་གཙུག་ལག་རམས་བྱམས་པའི་སློབ་མ་ཤ་སྟག་ཡིན། ལའང། ད་ང་ཚོ་གི་ད་ལྟ་སྲིད་ཞུ་ཉམས་ཞིབ་ཁང་གི་ཚོགས་འདུ་དེ་ཐེངས་བཅུ་གཅིག་བྱ་དུས་ཙམ་པ་ད་ན་ཞུ་ཉམས་ཞིབ་པའི་ཚོགས་འདུ་དེ་ངས་གལ་ཆེན་པོ་ཞུ་ཐུང་གི་འདུར་བ། རྩ་བའི་ཆད་པའི་མིན་ན་ད་ཅིག་ང་ཚོ་རིགས་གཅིག་རྐང་རྩིས་ཁང་ལ་ནམ་རྒྱུན་ནས་ཅིག་དཀའ་མོལ་མང་པོ་བྱུང་དེའི་སྐོར་རེད་རིགས་གཅིག་རྐང་རྩིས་ཁང་ལ་ད་འབུམ་རམས་པ་གནང་བཞིན་པའི་བོད་པའི་སྤྱི་ཚོགས་ནང་ཡིན་པ་ཡིན་པས་ན་ད་ཕལ་ཆེར་ད་སྲིད་ཇུས་ཉམས་ཞིབ་ཁང་གི་ཚོགས་འདུ་ལ་ད་རྒྱ་གར་ནང་ནོར་འཆར་མཚོན་པ་ན་མང་ཆེ་གཅིག་ཕལ། མྱོང་འགྱོགས་ཤ་སྟག་རེད་བསམ་གྱི་འདུར་བ། དེ་ཡི་གི་ཆ་ཤས་ཅིག་ལེན་རྗེས་དེ་བརྒྱུད་རྗེས་ད་ཅིག་ཉམས་ཞིབ་པ་ཕན་ཚུན་ཡང་ཅིག་སོ་སོའི་བསམ་བློའི་གི་གོ་རྟོགས་བརྗེ་ལེན་བྱས་རེད་ད་ནང་བཞིན་གི་ཉམས་ཞིག་གི་གྲུབ་དོན་སྙིང་བསྡུས་དེ་གའི་ཚང་མ་ཡང་ཚོགས་འདུ་སྐབས་སུ་སྒྲོགས་སྦྱང་བྱས་རྗེས་ཨན་བྷ་ཚོ་གོ་བསྡུར་སྦྱང་བཤད་བྱེད་དུས་ཚང་པ་གསར་བ་མང་པོ་ཅིག་ཤིང་ཁེར་བསམ་གྱི་འདུག་འདི་གསར་བ་ཤེས་མ་བཅུག་གོ་མ་རེད་རྒྱལ་སྤྱིའི་ནང་ནོར་རེད་རྒྱ་གར་ནང་ནོར་རེད་ཚོགས་འདུ་ཁག་མང་པོ་བྱོས་རེད། འདི་གས་ཅིག་ཚོགས་འདུ་ག་རེ་ག་རེ་ཡོད་མེད་ཅིག་ཡང་ཕར་ཚུར་འབྲེལ་བ་བྱེད་དུས་ཙམ་པ་ཚང་མས་ཀྱིས་ཅིག་ཤེས་མཇལ་ཡང་ཅིག། ཚོགས་འདུ་ཁག་བོད་རིག་པའི་ཞིབ་འཇུག་གི་ཚོགས་འདུ་རེད་རྒྱལ་སྤྱིའི་གི་ཚོགས་འདུ་རེད་འདི་འདི་ནང་ནོར་ལ་ཅིག་བོད། ད་ལྟ་ཅིག་བོད་ཀྱི་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ན་བཅར་ཡོང་རྒྱུ་མང་པོ་ཅིག་གིས་ཨ་ནི་བཅར་རྗེས་ཕེབས་ཐུབ་པས་ཀྱིས་ཅིག། གོ་སྐབས་རོ་གཅིག་དེ་འདི་བྱུང་བསྡད་པར་བསམ་དགོས་འདུག་སྣང། ད་ད་ལྟ་རོ་ཆ་ཚུན་པ་ཡིན་ན་བོད་པའི་སྤྱི་ཚོགས་ནང་ནོར་ལ་དམིགས་བསལ་གྱིས་ད་ཅིག་བོད་པའི་མཐོ་སློབ་ཏཱ་ལའི་བླ་མའི་མཐོ་སློབ་རེད་ས་རཱ་མཐོ་སློབ་རེད། དག་ན་ཞེས་བར་ན་སི་མཐོ་སློབ་དེའི་ནང་ནོར་ལ་སློབ་སྦྱོང་བྱེད་དེ་ཉིན་མང་པོ་གཅིག་ཚོགས་འདུ་དེ་ལ་བཅར་ཡག་གི་གོ་སྐབས་རག་ཡི་དོར་བ། དེ་ནས་རྒྱ་གར་ནང་ནོར་ལ་སློབ་སྦྱོང་བྱེད་དེ་ཉིན་མང་པོ་བྱོས་རེད་དེ་སྐད་ཅིག་ད་ཅིག་ང་ཚོ་ཐེངས་མང་དང་པོ་གཉིས་པ་ཚོགས་འདུ་ཚོགས་དུས་ཙམ་པ། ཕོན་ཆེན་པོ་ཞུ་ཕེལ་གི་རེད་སྐབས་དེ་དུས་ཙམ་པ་ད་དེང་སང་ཕལ་ཆེར་ད་ཉམས་ཞིབ་བས་གི་སློབ་སྦྱོང་བྱེད་ཉིན་ཉུང་རུ་འགྲོ་བས་ན་འདི་ང་ཚོ་གིས་ཚོད་དཔག་བྱེད་ཐུབ་ཀི་མི་འདུག་དེ་ལ་དེ། ཁོ་ཚོའི་ཕྱོགས་ནས་ཚུར་ལ་ཚོགས་འདུ་ལ་ཚོགས་བཅར་བྱས་རེས་མཉམ་ཞུགས་བྱས་ཏེ་ཉུང་རུ་འགྲོ་གི་འདུག་ཏིང་ཏིང་བསམ་པ་ད་ངས་རྣམ་པ་ཚོའི་སྡིངས་ཆ་འདི་བརྒྱུད་ནས་གར་ཞུ་འདོད་བྱུང་ཞུས་པ་ཡིན་ན། རྩ་བའི་ད་ཉམས་ཞིབ་བྱེད་ངེས་ཅན་པའི་ཆ་ནས་རྩ་བའི་ད་ཅིག་བོད་ཀྱི་ཆབ་སྲིད་ཡིན་ནི་རེད་ལོ་རྒྱུས་ཡིན་ནི་རེད་རྒྱལ་སྤྱིའི་གི་ད་ཅིག་ཁྲིམས་ཡིན་པ་ནི་གང་འདི་ཅིག་ལ་ཉམས་ཞིབ་བྱེད་པ་མིན་ནི་ང་ཚོའི་གི་ད་ཅིག་སྒོ་ཆེན་པོ་ཞུགས་ཅིག་ཆེ་བཞག་ཡོད་སྲིད་ཇུས་ཉམས་ཞིབ་གང་ཆ་སོན་པ་མིན་ན་ང་ཚོའི་ཉམས་ཞིབ་ཀྱི་ཚོགས་འདུ་འདི་གང་ལ་ཡིན་ན་ཇུས་གཞི་ག་རེ་ཡིན་པའི་ནས་ཅིག་ཉམས་ཞིབ་ད་འབྲེལ་བ་ཡོད་པ་ཡིན་པ་ན་ང་ཚོས་ཀྱི་འདི་ན་ནོར་ད་ཅིག་འདེམས་སྒྲུག་ཚོགས་ཆུང་གི་གདམ་བྱའི་གལ་སྲིད་ཇུས་གཞི་འདི་ད་ཅིག་ང་ཚོ་འོས་ཤིང་འཚམས་པ་སྦྱིན་པས་ན་ང་ཚོས་ཀྱི་འདི་རྩོམ་ཡིག་སྒྲོག་སྦྱང་བྱས་ཙམ་མ་ཟད་རྩོམ་ཡིག་འདོན་སྤེལ་བྱེད་ཀྱི་ཡོད། དེ་འདི་བརྩམས་པ་འདི་ཡི་ད་ཅིག་རྒྱལ་སྒོ་ཆེན་པོ་ཅིག་ཕྱེ་བཞག་འདི་བརྩམས་པ་འདི་ན་ནོར་ལ་ཡང་ཅིག་རྣམ་པ་ཚང་མས་ཀྱི་ཅིག་མཁྱེན་རྟོགས་བྱས་བྱས་ཅིག། རིག་བྱེད་རྐང་འཛིན་དེ་གལ་ཆེན་པོ་བརྩི་བ་ཙམ་མ་ཟད་དེའི་ནང་ནོར་ཆ་ཤས་ལེན་ཡ་དེ་ངས་དངོས་གནས་གལ་ཆེན་པོ་ཞིག་མཐོང་དགོས་གཏན་འདི་ཙམ་པ་ངས་འབུལ་དགོས་ཤོས་ཡ་ལ་ད་ཅིག་ཕྱོགས་མཐའ་ཁག་ལ་རེད་རྒྱ་གར་ནང་ནོར་དམིགས་བསལ་གྱི་ད་ཅིག་ཉམས་ཞིག་ལ་དོན་ཡིན་ཡོད་ངས་འཚམས་ལོ་ཅིག་མ་འོངས་པ་ཡིན་པ་ན་ང་ཚོའི་ཚོགས་འདུ་འདི་ལ་ནི་ཅིག་གང་ཐུབ་ཐུབ་བྱས་ནས་ཅིག་བྱ་ཐུབ་པའི་རེད་ད་ནང་བཞིན་གྱི་དོ་སྣང་གནང་རོགས་གནང་ཞུ་གི་ལགས། ད་ད་ལྟ་ངས་འདི་ལ་གཏམ་བཤད་བྱེད་ཡ་གི་བརྗོད་གཞི་དེ་འདི་ལྟར་ན་ང་ཚོ་སྤྱིར་བཏང་གི་ངའི་འབུམ་རམས་པ་གི་སྤྱི་རྩོམ་གྱི་བརྗོད་གཞི་དེའང་བཙན་བྱོལ་ནང་གི་ཚགས་ཤོག་གི་འཕེལ་རིམ་དང་དེའི་བརྒྱུད་རིམ་གང་ལ་ཆགས་བསྡད་ཡོད་ར། ནས་ད་ལྟ་ངས་དེ་ལ་སྐད་ཆ་བཤད་ཡག་འགྲོ་དུས་ད་ལྟ་ང་ཚོ་བོད་མི་རང་དབང་གི་ཚགས་ཤོག་སྤྱི་སྟོང་དགུ་བརྒྱ་དྲུག་ཅུ་ནས་ཕྱིན་ནས་ནས་དྲུག་ཅུ་རེ་ལྔ་བར་གྱི་ནང་ལོ་ལ་ང་ཚོ་བོད་མི་ལམ་སྲོལ་གྱི་སྐོར་གསལ་བསྡད་ཡག་ཤོད་ར། དེ་ལས་འཕྲོས་བཅས་ནི་བོད་མི་ལམ་སྲོལ་གྱི་གནད་དོན་སྐོར་ལ་རེད། རེད་ད་དེ་དཔེ་གལ་ཆེན་པོ་རེད་ང་ཚོ་དམིགས་བསལ་གྱི་ཅིག་ཉམས་ཞིབ་བྱེད་བསྡད་ནི་ཅིག་ཡིན་ན་ནི་དེའི་ཐོག་ནས་ང་ཚོ་ཅིག་ཡོང། བོད་ཡིག་གི་ཐོག་ནས་ཅིག་སྤྱི་རྩོམ་འཁྲིད་ཡ་དང་སྐད་ཆ་བཤད་ཡ་དེ་ཚང་མ་བོད་སྐད་ཐོག་བོད་ཡིག་ཐོག་ནས་ཡིན་འདུག་ཨ་ནི་སྡིངས་ཆ་པས་ཉུང་ཉུང་རེ་སྤྱི་རྩོམ་གྱི་གཏམ་བཤད་བཤད་ས་ཡིན་པའི་ནད་རེད་ཨ་ནི་སྤྱི་རྩོམ་འཁྲིད་ས་གི་དུས་དེབ་ཡིན་པའི་ནད་རེད་དཔེ་དཀོན་པོ་ཆགས་ཡོད་ར་ད་སྲིད་ཇུས་ཉམས་ཞིབ་ཁང་བོད་ཡིག་ཐོག་ནས་ལབ་པའི་ཟླ་ཨ་ནི་ད་སྲིད་ཇུས་ཉམས་ཞིབ་ཁང་གི་ད་ལྟའི་གོ་སྒྲིག་བྱེད་བཞིན་པའི་ན་གཞོན་ཚོགས་འདུ་དེ་ཡིན་པས་ན་ང་ཚོ་གི་ཅིག་ཉམས་ཞིབ་པ་ཡི་སྤྱི་རྩོམ་ཕེབས་ས་ཡོད་ན་མེད་ན་གི་སྡིངས་ཆ་ཅིག་ད་གཏམ་བཤད་བཤད་ས་ཡོད་ན་མེད་ན་གི་སྡིངས་ཆ་ཅིག་ཨ་ནི་ཅིག་ཉམས་ཞིབ་པ་ཚང་མ་ཨ་ནི་འཛོམས་བསྡད་ས་ནི་ད་གར་སྟེགས་གལ་ཆེན་པོ་ཅིག། བྱ་འདི་ལྟོས་བསམ་གྱི་འདུག། ལོང་ངས་རྒྱུད་བཞི་དེ་བརྡ་སྤྲོད་དང་འབྲེལ་བ་ཡོད། ད་ལྟ་ང་ཚོ་ནམ་རྒྱུན་འཚོ་བའི་ཁྲོད་ཟེར་བ་ར། ཡོང་སའི་ཡོང་སའི་གི་བོད་ཆོས་སྟོང་བསྡད་ཡ་གི་ཐ་སྙད་ཡིན་ལ་ཡ་གྱི་དང་རེད་ལ་ཡ་གྱོ་ར། དེའི་ཐ་སྙད་དེ་གཉིས་ཀ་ཤི་སྟོང་ང་ཚོ་མི་སུ་ཡིན་ན་ཡང་བོད་ཀྱི་སྐད་ཡིག་ལ་རྒྱུས་མངའ་ཡོད་པ་གི་མི་ཞིག་ཡིན་པ་ཡིན་ན་དེ་ཚོའི་དཀའ་ངལ་མེད་བསྡད་མྱི་འགྲོ་བྱེད་ར་ཞིག་ཡིན་པ་ཡིན་ན་ཡང་བོད་སྐད་བོད་ཡིག་གསར་དུ་སྦྱོང་མཁན་གྱི་མི་ཅིག་ཡོང་ནི་ཤེས་པ་ཡིན་ན་དེ་གཉིས་ཕན་ཚུན་བལྟས་ཚུལ།

ཡིན་ལ་ཡང་དེ་གའི་གཙོ་བོ་རང་གི་བློ་ངོ་ལ་ཐག་བཅད་པའི་རྣམ་པ་དེའང་ཅི་རེད་ལ་ཡང་དེ་གའི་གཙོ་བོ་དོན་དེ་དེ་ཡིན་པ་སེལ་བར་བྱེད་པ་ཙམ་ལ་སེལ་བྱེད་ཀྱི་ཁྲིད་ལ་ངོས་བཟུང་དུ་དེ་འདྲིས་ཀྱི་ཁྱད་པར་འདྲ་བོ་ཅི། ད་ང་ཚོ་དེ་གཉིས་ཐ་སྙད་དེ་གཉིས་ཁྱད་པར་ཅི་ནས་ཡོད་མ་རེད་ལབ་པ་ཡིན་ན་ནི་སྐབས་འགའ་ལ་དེ་ཁྱད་པར་ཆེན་པོ་འགྲོ་གི་འདུག་ཅི། ཕ་ཆོས་དེ་གའི་སྐད་ཆ་བཤད་འོང་པ་དང་དེ་ལྟ་སྟག་སྟག་བསྡད་མ་སོང་ང་བསམ་ཡོད་འདྲ་བོ་ཅི། ཡིན་ན་ཡང་ད་དེ་གཞུང་ལུགས་ཀྱི་སྟེང་ནས་དེ་འདྲིས་མ་རེད་འདི་འདྲིས་རེད་ཟེར་ཡ་དེ་དཔེ་མི་སྲིད་དཀའ་ལས་ཁག་པོ་རེད་གང་ཅི་ལ་ན། ཁོ་བརྡ་སྤྲོད་གཏོང་དགོས་དོན་གྱི་རྣམ་པ་བསྟན་གཏོང་གཅིག་གཏན་ནས་གཅིག་དཀའ་སྟོབས་ཁྱད་པར་འགྲོ་བསྡད་མ་གཏོགས་ར། ད་ཉིད་དེ་དེ་ལ་འཇུག་རེད་ད་ཉིད་དེ་དེ་ལ་འཇུག་མ་རེད་ཟེར་དཔེ་མི་སྲིད་དཀའ་ལས་ཁ་བའི་དེ་ཉིད་ར་དེ་འདྲ་བྱེད།